ནུབ་ཕྱོགས་ལྟར། དེང་རབས་གོང་མའི་སྤྱི་ཚོགས་ཀྱི་འགྲོ་སྟངས་བལྟས་པ་ཡིན་ན། གསུམ་བཅོ་བརྒྱད་ཟེར་ཡ་དེ་དཔེར་ན་དཔེ་ཆ་ར་བུ་བྱིན་པ་ཡིན་ན། པར་བཤུས་མང་པོ་བརྒྱབ། འོད་སྡེར་བཟོས། ཡང་མེད་ན་དཔེ་ཆ་རྙིང་པ་བཙལ་ཏེ། འཕྲུལ་ལས་ཀྱི་ཐོག་ནས་ད་དུང་ཉམས་ཆག་མི་འབྲུ་ཡག་གི། ཅིག་བཀལ། སྟེང་ཤོག་གི་ཐོམ་བརྒྱ་ཡར་ལ་གསོ་བ། འོན་དེ་འདྲས་བྱས། རི་མོ་རྙིང་པ་དེ་ཚོ། ཚན་རིག་གི་ལམ་ནས་ཉམས་གསོ་བྱས། འོན་དེ་འདྲས་ལ་ཡ། པིར་ཛ་བི་ཤུན་དང་ཀམ་ཛ་བི་ཤུན་ཟེར་ལབ་བསྡད་ཀྱི་འདུག་ཨང། གང་ལྟར་དངོས་པོ་ག་འདྲས་ཕྱིན་པ་ཡིན། འགྲེང་སྟོན་ཁང་པའི་ནང་ལས་ཚགས་དུས་སྐབས་ལ། ཨེ་འདས་པའི་ཆ་ལག་ཅིག་རེད་མ་གཏོགས། ད་ལྟ་བ་དང་མ་འོངས་པའི། དུས་དང་འབྲེལ་བ་ཡོད་པའི་ཆ་ལག་ཅིག་ཆགས་ཀྱི་ཡོད་མ་རེད། ང་ཚོའི། སྐད་ཡིག། ང་ཚོའི་ལས་བྱང་འགྲེམས་སྟོན་ཁང་པའི་ནང་ལ་སྲུང་སྐྱོབ་བྱེད་ཐུབ་ཡ་ཡོད་མ་རེད། སྲུང་སྐྱོབ་བྱེད་ཡ་དེ་མིའི་མི་ཚིག་གི་རྒྱུན་སྤྱོད་ཀྱི་ནང་ལ་གནས་པ་བྱས་ནས་དེའི་ཐོག་ནས་སྲུང་སྐྱོབ་བྱེད་དགོས་རེད། སོ་སོའི་མི་རབས་མི་རྒྱུད་གི་ནང་ལ་རྒྱུན་སྤྱོད་བྱེད་ཡག་གི་སྐད་དེ་རང་གི་ཕ་ཆེ་ཕ་སྐད་དེ་བེད་སྤྱོད་དང། སོ་སོའི་མི་ཚེ་སྤྱད་སྟངས་དེ་རང་གི་སྲོལ་རྒྱུན་གྱི་རིག་གཞུང་གི་ནང་ལ། ལེགས་བྱང་གི་ནང་ལ། གོམས་གཤིས་ཀྱི་ནང་ལ་སྤྱད་ཐུབ་པ་ཞིག་བྱུང་པ་ཡིན་ན། ཨ་ནི་ཟུར་དུ་སྲུང་སྐྱོབ་བྱེད་ཡག་ཡིན་ཟེར་ནས་ལས་གཞི་གསར་པ་ཞིག་དང་ལས་ཀ་ལོག་ཀ་ཅིག་བྱས་མོ་གོ་ཡག་གི་གནས་ཚུལ་ཡོང་གི་རེད་ལ་ཨན་དེའི་ཐོག་ནས་དངོས་གནས་སུམ་ཅུ་བྱས་ཐུབ་ཡག་དེ་ཡོང་གི་རེད་ཡིན། བོད་པ་རང་གི་སྤྱི་ཚོགས་ཀྱི་ནང། ལྡན་ངན་གྱི་མི་བྱིན་པ་ཡིན་ན། སྐད་ཡིག་ཉམས་ཆག་འགྲོ་ཡག་གི། ཉེན་ཁ་དེ་ཙམ་ཡོད་མ་རེད། སྐད་ཡིག་ཉམས་ཆག་མ་བྱིན་པ་ཡིན་ན། དེ་ལས་བྱུང་བའི་ལས་བྱང་གི་གནས་ཚུལ་གཞན་པ་ཡང་ཉམས་ཆག་འགྲོ་ཡག་གི་ཉེན་ཁ་དེ་ཆུང་བར་བྱེད་ཡོད་རེད། སྐབས་མི་རིགས་གཞན་པའི་སྤྱི་ཚོགས་ཀྱི་ནང་ལ་རང་ཉིད་ཕྱིར་གྲངས་ཉུང་མི་རིགས་ངོ་ལ་ཡར་ཁ་འཐོར་ནས་གནས་པའི་སྐབས་ལ་དེ་ཉམས་ཆག་འགྲོ་ཡག་གི་ཉེན་ཁ་དེ་ཤུགས་ཆེ་བ་ལས་ཡོད་རེད། བོད་ནང་ལྟ་བུ་ཆ་མཚོན་པ་ཡིན་ན་རྒྱ་ནག་མི་སྤྱི་མཐུན་རྒྱལ་ཁབ་ཀྱིས་གཏན་ལ་ཕབ་པའི་སྲིད་ཇུས་གཅིག་གི་འོག་ནས་བོད་སྐད་ཡིག་དང་བོད་ཀྱི་ལེགས་བྱང་ཉམས་ཆག་བཏང་ཡག་གི་འབད་རྩོལ་བྱེད་ཀྱི་ཡོག་རེད་དེ་ལ་སྡུམ་ལན་བྱེད་ཡག་དེ་དེས་ཀྱང་དཀའ་ལས་ཁག་ཅི་རེད་འབད་རྩོལ་བྱེད་ཡག་དེ་བོད་ཀྱི་སྐད་ཡིག་དང་བོད་ཀྱི་ལས་རྐྱང་དེ་བོད་པའི་བསམ་བློ་ནང་རང་བཙན་དང་ཁ་བྲལ་གྱི་འདུ་ཤེས་ཡོང་ཡག་གི་ས་བོན་རབ་ཅིག་རེད་འདུག་བསམ་ནས་དེ་ས་བོན་དེ་མེད་པ་བཟོ་ཡག་ལ་ཡ་སྐད་ཡིག་ཆུས་ལས་ཀྱང་དེ་ཚོ་རྩ་མེད་གཏང་དགོས་དེ་གལ་ཆེན་པོ་རེད་བསམ་ཡོད་དེ། ཁོ་རང་ཚོས་བསམ་བཞིན་དུ་ངོས་འཛིན་བྱས་ནས་ཨནི་འཆར་གཞི་བྲིས་ནས་ཡོང་ཡ་ཅི་རེད་བ། ད་དེ་ལ་ཡ་ཧ་ཅང་གི་དྲག་ཤུགས་ཆེ་བའི་གཉའ་གནོད་པ་གཅིག་གི་འོག་ལ་འཆར་གཞི་དང་ལྡན་པའི་སྐད་ཡིག་ལས་ཀྱང་རྩ་མེད་བཏང་ཡག་གི་ལས་འགུལ་གྱི་གདོང་ལེན་བྱས་ནས་སུམ་བརྗོད་བྱེད་ཡག་དེ། འཛམ་རིག་པའི་སྲོག་ཡན་ཆད་ནས་བཏང་དགོས་ཡག་གི་ཉེན་ཁ་ཡོད་པའི་གནས་སྟངས་ཆགས་དགོས་རེད། ཡིན་ནས་བོད་ནང་དུ་ཞུགས་མཁན་གྱི་བོད་མི་དེ་ཚོས་སྲོག་ལས་མ་འཛིན་པ་བྱས་ནས་ད་ལྟ་ཕན་ཆད་ཕྱག་ལས་ཧྲིལ་ཕྲ་རླབས་ཆེན་གནང་ཡོད་པ་དེ་ཚོ་དངོས་གནས་གཟི་བརྗེད་དང་རྗེས་སུ་ཡི་རང་བྱ་ཡོད་པ་ཅིག་རེད་བསམ་གྱི་འདུག་ད་ང་ཚོ་རང་དབང་ལུང་པའི་ནང་ལ་ཁ་ཐོར་ལ་ཡོད་པའི་བུད་མེད་དེ་ཚོས་སྐད་ཡིག་སྲུང་སྐྱོབ་བྱེད་ཡག་གི། བརྒྱུད་ལམ་ཡག་ཤོས་དེ་ཐབས་ཤེས་ཡག་ཤོས་དེ། སོ་སོའི་ནང་ལ་བོད་སྐད་ཡིག་བེད་སྤྱོད་བཏང་ཡག་དེ། ཡིག་རྨོངས་བྱིན་ནས་ཆད་པ་མི་འདུག་ང་སྐད་བཞིན་བཏང་བས་འགྲིག་ཡོད་རེད། སྤོ་ལ་རྨོ་ལ་སྤ་ལ་ཨ་མ་ལ་སྤུ་གུ་དེ་རྗེས་དེ་རུག་རུག་ཅན་ནང་ལ་བསྡད་པའི་སྐབས་ལ། ནང་གི་རྒྱུན་སྤྱོད་ཀྱི་སྐད་ཡིག་དེ། སྐད་དེ་ཡིན་གཅིག་མིན་གཅིག་བོད་སྐད་ཅན་བྱེད་ཐུབ་པ་ཡིན་ན། དེ་ཇི་ལྟར་གལ་ཆེན་པོ་རེད་བསམ་གྱི་འདུག། ཕྲུ་གུ་ན་གཞོན་ས་གནས་ཀྱི་སླབ་གྲ་ལ་མ་ཕྱིན་པ་འགྲོ་ས་ཡོད་མ་རེད་བཞག་ཐུ་ཡ་ཁོ་རེ་ཡོད་མ་རེད། ས་གནས་ཀྱི་སྐད་ཡིག་མ་ཤིན་པ་བསྡད་ཐུ་ཡ་ཡོད་མ་རེད་ད་དེ་ཚོ་འདོར་དུ་མི་རུང་བའི་དགོས་མཁོ་ཅིག་ཆགས་བསྡད་ཡོད་རེད་ཡིན་ནས་དེ་དང་མཉམ་འདོར་ལ། མིའི་སྐད་ཡིག་བསླབ་ཡག་དེ་རང་གི་སྐད་ཡིག་གི་དུས་ལ་མ་བསླབ་པ་བྱས་ནས་རང་སྐད་ཡིག་གི་ཚབ་ལ་མ་བསླབ་པ་བྱས་ནས། སྐད་ཡིག་གཞན་པ་ཅིག་སྣོན་པའི་བསླབ་གི་ཡོད་བསམ་པའི་འདུ་ཤེས་དེ་ཕ་མ་དང་སྤོ་བོ་གཉིས་ཀྱང་ལ་ཡོད་དགོས་པ་དེ་གལ་ཆེན་པོ་རེད་བསམ་འདུག་ནང་ལ་ཡང་རང་སྐད་བེད་སྤྱོད་མ་བཏང་པ་ཡིན་ན་ཨ་ནེ་བཟའ་སྤེན་པ་ཉི་མ་མང་ཆེ་བ་བཟའ་ཉི་མ་ཉི་མ་གཅིག་ལ་དགེ་རྒན་ར་གཅིག་བསྐོས་བྱས་བསླབ་གྲྭར་ཕྱིན་པ་དེ་ཙམ་གྱིས་སྐད་ཡིག་སྲུང་སྐྱོབ་བྱས་ཐུབ་ཡ་ཧ་ལམ་ཁག་པོ་རེད།